དེ་དང་ཟླ་ཚེས་གཉིས། ཐུགས་སྣང་བལྟས་གནང་དང་ཁྱོད་རང་ངོ་སྐྱོན་པ་འདི་འདྲ་ཡོད་ཀྱི་རེད། ཨ་ནི་གཅིག་བོད་རིག་པ་དང་འབྲེལ་བའི་གི Website དེ་འདྲ་ཡོད་པས་ན་དཔེར་ན་ཁོང་ངོ་སྒྲོམ་གསུམ་ནི་ཤི་ན་ཁེ་གྲགས་ཆེན་པོ་རོ། ཁུ་སྟོན་བརྩོན་འགྲུས་གཡུང་དྲུང་སྤྱི་དང་ཁོང་གི་རྣམ་ཐར་ཚང་མ་དེ་ཡོང་གི་རོ། སྔོ་ལོ་ལྟོ་བའི་ལོ་ཟླའི་ཤེས་རབ་སྔོ་ལེགས་པའི་ཤེས་རབ་སྒྲོམ་གཏོར་བའི་རྒྱལ་བའི་འབྱུང་གནས་ཐུགས་སྲས་ཏེ་བ་འབུལ་ན་འཇུག་ཐེངས་གཅིག་རོ། ཨ་ནི་བཅུ་བོ་ཙམ་གྱི་ཆ་ཚང་དེ་ཡོང་གི་རོ།

ལོ་ཙཱ་བ་དེ་གིས་ནི་ནང་དོན་ལ་མཁས་པ་ལས་ལྷག་པར་དུ་བོད་ཀྱི་སྐད་ཡིག་ལ་མཁས་པར་བ་ཅས་དང་བསྒྱུར་གནང་བའི་སྐབས་སུ་སྐད་ཡིག་གཉིས་ལ་བྱང་ཆུབ་པ་དང། ཨ་ནི། ག་རེ་བསྒྱུར་གི་ཡིན་ནི་ནང་དོན་དེ་ལ་བྱང་ཆུབ་པ་ཞིག་གོ་དགོས་པ་དང། དེར་སང་ཉིན་དབྱིན་ཇི་སྐད་གནང་ལ།

དེའི་འབུ་ཚོགས་ལ་འདམ་རུལ་ནི་སྤྲེལ་བ། ཁ་ཤས་ཁ་ཤས་དཀའ་ངལ་ཡོད་པའི་སྒྱུ་རྩལ་ལ་བརྟེན་ནས་དག་ཆར་ཟུར་ཆག་པ་དེ་ཚོ་ཡོད་དེ་ཚོ་དམིགས་བསལ་རེད། དེ་ལྟར་མིན་ན་གང་ཡོད་པ་རང་འཇགས་བྲིས་ཏེ་དཔེ་གལ་ཆེན་པོ་རེད། དེར་བརྟེན་ནས་ཡིག་ཆ་མང་པོའི་ནང་ལ་དཔར་འགྲེམས་བྱས་པའི་ཡིག་འབྲི་དེ་ཚོའི་ནང་ནས་པཎ་ཆེན་རིན་པོ་ཆེས་བྲིས་པའི་སྐོར་དུ་དཔར་ན་དཔེར་འགྲིག་པ། དེ་ཚོ་མ་བརྟག་པར་བ། པཎ་ཆེན་ལབ་པ་ག་ཟུ། རྒྱ་གར་གི་ཚིག་རེད། ང་ཚོ་བོད་སྐད་ནང་ལ་ལབ་དེ་པོ་ཞེ་དྲག་ཡོད་རེད། ཆ་ཚང་བྲིས་ཡོད་རེད། བྲིས་ཡོད་ཀྱིན་ཡོད་ཀྱིན་ལ་ན་ལོ་ན་མ་བྲིས་པ་དེ་ན་བྲིས་དགོས་པ་ཞིག་འཛེག་གི་མི་འདུག་བ། རྟགས་གཙིགས་ཁ་ཤས་ཅིག་ཟུར་ཆག་པ་ཡིན་པ་སོང་ཙང་དམིགས་བསལ་རེད་དེ་རེད། དཔེར་ན་སིངས་ཟེར་ན་སེང་གེ་རེད་དེ་རེད། ཡིན་ནའི་བོད་སྐད་ནང་ལ་སེང་གེས་ལབ་དགོས་བ་རེད། དེ་དང་ཆ་ཚང་སེང་གེ་སྤྱི་བོས་ནི་བུ་གུ་གོ་ཐུག་འོས་མ་རེད། སེང་གེས་ངེས་པར་དུ་འགྲིག་གོ་འཇིག་གོ་རེད། ད་ཆ་ངོ་མ་སེང་གེ་མིན་ན་ཡང། ད་ཆ་མིན་ན་སེང་གེ་མིན་ན་ཡང། ཨ་ནི། ཟུར་ཆག་པོ་ཡོང་སྲིད། ཨ་ནི། ད་ཆ་ངོ་མ་དེ་མ་བྲིས་པ་ཆེ། ད་ཆ་ཞིམ་པ་བྲིས་ཡ་ཡོད་རེད། དེ་འདྲའི་ལུགས་སྲོལ་མང་པོ་ཡོད་རེད། དཔེར་ན་ཤ་བཤད་ན། རྒྱ་གར་དུ་ཚིག་ལ Indra Neel ཟེར་རེད། འདི་བོད་སྐད་ལ་བསྒྱུར་བའི་ནི་དབང་སྔོན་ཟེར་རེད་དབང་པོ་སྔོན་པོ། ད Indranil Singh འདིའི་བོད་སྐད་ནང་ཇི་དཀའ་ངལ་དེ་ཡོད་མ་རེད་དེ། ཡིན་ན་ཡང། བོད་པ་ཅིག། ཨ་ནི Hindi སྐད་དང་རྒྱ་གར་སྐད་དང་ལེགས་སྦྱར་གྱི་སྐད་ལ་གོམས་འདྲིས་ཁྱུད་ནས་མེད་པའི་སྐབས་སུ་ན Indranil Singh འདིས་ཇི་དཀའ་ངལ་འཕྲད་པའི་སྐབས་སུ། ཨ་ནི Indaniels བྲིས་པ་ཡོད་རེད། དེ་ཚོ་ཟུར་ཆག་རེད་ཟེར་བཞིན། ཐུབ་བྱ་ཡིན་ཁུལ་རྒྱུ་མཚན་བཀའ་ཁྲི་བསོད་ནམས་རྒྱ་དང་བོད་གཉིས་ས་ཁད་ཡོད་པ་གསུངས་ཙང་ལོ་ཙཱ་བས་འགྲིམ་འགྲུལ་མེད་པའི་རྐྱེན་གྱིས་རྒྱ་གར་གྱི་ཚིག་ལས་སླ་པོ་འདུག་ཚུལ་ང་ཚོ་དཀའ་ལས་ཁག་པོ་བྱ་བ་དེ་འདྲས་ཡོད་རེད། རིགས་གཅིག་དཀའ་ངལ་སྐྱེ་དགོས་བྱས་པ་མ་རེད་དཀའ་ངལ་མེད་གིན་མེད་གིན་ལ། དག་པ་དང་མ་བྲིས་པ་བཅས་མ་དག་པ་དུ་འབད་བརྩོན་བྱས་པ་ཡིན་ན། རིགས་པ་དང་མི་འབྲེལ་བ་རེད་དངོས་ཡོད་དང་མི་མཐུན་པ་རེད་ཞུ་དེ་འདྲ་ཡིན་པ་སོང་ན་བཀའ་འདྲི་ལྟ་དང་ལོག་འཕེན་དང་དེ་འདྲའི་བྲིས་པ་ཁོ་ཚོ་ངེས་པར་དུ་ནག་ལོག་ནག་སྐྱུག་མན་འདྲལ་དང། པན་འདྲི། པན་ཆེན། མ་འདྲ་ལ་ཚང་མ་ལོག་ནག་ལོག་ནག་ནག་ལོག་ནག་བྲིས་པ་དེ་གང་ཡིན་ཟེར་ནག་ལོག་ནག་བྲིས་པ་ཡིན་ན་གོ་རྒྱུ་ཡོད་རེད་ལེགས་སྦྱར་གྱི་ཚིག་གསེམ་དེ་དག་གཉིས་ཀྱི་རེད། གལ་སྲིད་ནག་ལོག་ནག་མ་བྲིས་ཀྱི་ནག་བྲིས་པ་ཡིན་ན། དྲ་དེ། པན་གོ་བོ་དེ་དེ་དངོས་གནས་དྲ་ནས་ཚིག་ཚོད་རྩེ་བོ་ཚིག་ཚར་གི་མ་རེད། དེ་འདྲ་ཡིན་པར་སོང་ན་ནོར་འདུག་འདུག་ཞུ་གི་ཡོད། བྱས་ཙང་ཁ་བཏགས་འགྲོ་སྟངས་འགྲོ་པ་དེ་འདྲ་རེད་དོ། བོད་ཀྱི་ལོ་ཙཱ་བོ་རྒྱ་གར་ལ་ཕེབས། ཨ་ནི་སྐད་ཡིག་སློབ་སྦྱོང་གནང། ནང་དོན་སློབ་སྦྱོང་གནང། པར་འབྲི་དང་བསྟུན་ནས་གསུང་ཆོས་མང་པོ་ཞུས། མཐའ་མ་འགྲོ་པ་དེ་ཨ་ནི་བོད་དེ་སྟབས་ལེགས་པོ་བྱུང་ཟེར་ན་པར་འབྲི་དང་མཉམ་དུ་བོད་ལ་ལོག་འགྲོ་གི་འདུག་ཨ། པར་འབྲི་དང་སྤྱན་དྲངས་པར་འབྲི་དང་སྤྱན་དྲངས་ཟེར། འོ་དེ་ཚོ་ཨ་ནི། བསྒྱུར་དགོས་ཡས་ཀྱི་ཡི་གེ་འདི་བོད་སྐད་ནང་ཡིན་པ་སོང་ཙང་བོད་པ་ཚོ་སྦྱིན་བདག་སྐྱོན་གོ་གི་ཡོད་རེད། བྱས་ཙང་བོད་ཀྱི་རྒྱལ་སྲུང་པའི་སྦྱིན་བདག་བྱས་ཡོད་རེད། བོད་ཀྱི་དབང་འཛིན་པའི་སྦྱིན་བདག་བྱས་ཡོད་རེད། ལོ་ཙཱ་བ་ཁོ་རང་གིས་ཨ་ནི་བས་དེ་རྒྱལ་པོ་ལ་ཞུས་རྗེས་འགྲོ་སོང་བཏང་རྗེས་བཀའ་འདྲི་དང་མཇལ་འཕྲད་བྱས་ཡོད་རེད། ད་ད་རི་ཙཱ་ཉིད་ཡང་དབྱིན་ཇི་ནང་ཕག་སྐྱེ་གི་ཡོད་པ་སོང་ཙང་དབྱིན་ཇི་ཚོས་འགྲོ་སོང་བཏང་གི་འདུག་ཨ། དེ་ལ་སྐྱེ་སྒོ་སྐྱེ་མཁན་རེད་ད། བྱིས་པ་ཤུགས་ཆུང་ངོ་ཚ་བཅས་རྒས་མི་འདུག། དབྱིན་ཇུའི་ལག་པ་ཤམ་པའི་བོད་པའི་དངུལ་སྔོན་ད་ག་ན་བྱས་འདུག། འདི་འགྲོ་སྟངས་རེད་བཞིན་ཚར་གཅིག་པ་ཉིན་ཚར་རེད། ད་ག་ས་ང་ཚོ་ག་བ་ལས་རེད་ཟེར་ན་བླ་མ་གྲོ་ལུང་པ་ཟེར་བཞིན་ལས་བཟོ་བ་དེའི་ནང་ལ་ལོ་ཙཱ་བ་ཞེ་དྲག་མང་པོ་རེད། ཨ་ནི། བོད་ཀྱི་སྐྱེ་བོ་ད་བར་བསམ་གྱི་མི་འདྲ་བའི་ཚང་མས་རྣམ་ཐར་རིམ་བྱོན་དེབ་ཕྱོགས་བསྒྲིགས་བྱས་པ་འདི་ཚོ་ན་ཡོད་རེད། མིང་ཏག་ཏག་ཅིག་མཁྱེན་ཐུབ་པ་ཡིན་ན་ཚོད་བདེ་པོ་ཞིག་པ་ཞིག་རེད་འདུག་སྐུ་ངལ་འགན་ཡོད་མ་རེད། མཁྱེན་བཟོ་བ། ད་གྲོ་ལུང་པ་ཟིན་ཡིན་ནམ་ད་དུ་ཉལ་ཤིང་གི་མེད་ཡིན་ནའི། སྲབ་སྡེ་མ་སྟོངས་སུ་ཞུས་པ་ཡིན་ན་བཀའ་གདམས་པའི་དགེ་བའི་བཤེས་གཉེན་ཆེན་པོ་དེ་རེད། ཨ་ནི། བྱང་ཆུབ་ལམ་སྒྲོན་བརྩམས་ཚར་བའི་རྗེས་སུ་ཨ་ནི་བོད་ཀྱི་ལམ་རིམ། བཀའ་གདམས་པའི་སྐབས་ལ་བྱ་བའི་ཚོགས་མེད་འདུག་དེ་ལ་བསྟན་རིམ་ཞུ་ངེས་དེ་རེད་བསྟན་རིམ། ཁྱེད་ཚོ་བྱང་ཆུབ་ལམ་སྒྲོན་གྱི་འགྲེལ་པ་ཟེར་ནས་མི་འདུག་དེའི་གི་ཨ་ནི། གོ་རིམ་དང་བསྟུན་བྱའི་སྐབས་དེ་དུས་ཀྱི་ལམ་རིམ་གྱི་བྱ་བའི་སྦྱོར་བ། དེ་ལ་བསྟན་རིམ་ཞུ་དགོས་པ་རེད། བརྟེན་རིམ་ལ་གཟིགས་ན་ཀ་ད་ལོ་སྐབས་ལ་ལམ་རིམ་རང་འཕེལ་དུ་ཡོད། བརྟེན་རིམ་གཅིག་ལྡི་ལི་བོད་ཁང་ནས་བོད་ཀྱི་གྲོ་ལུང་པ་དེ་ཡིན་གྱི་པར་བརྒྱབ་ཡོད། བྱས་ཙང་བརྟེན་རིམ་དེའི་གཞི་བཟུང་གི་ཐོག་ནས་ཤ་རྒྱགས་པ་ཙམ་ཀ་བོ་བློ་བཟང་ལྷུན་པོའི་ལམ་རིམ་དེ་བྱང་ཆུབ་ལམ་སྒྲོན་དང་བརྟེན་རིམ་ཚང་མ་ལོ་ཚན་མི་འདྲ་མི་འདྲ་མ་ལོ་འགྲོ་སྟངས་འདྲ་བོ་དེ་དང་གཅིག་པོ་གཅིག་ཅན་རེད། བྱས་ཙང་བརྟེན་རིམ་རྩོམ་པ་པོ་གྲོ་ལུང་པ་ཆེན་པོ་རེད། སྒྱེར་འབུལ་གྱི་ལམ་ལུགས་ནང་ལས་གྲོལ་ལུང་པའི་སྐོར་ལ་ལུང་འདྲེན་དེ་འདྲ་ཕེབས་ཀྱི་ཡོད་རེད་ག་ད་བཀའ་གདམས་པའི་དགེ་བའི་བཤེས་གཉེན་ཆེན་པོ་དེ་འདྲ་བྱོན། བཀའ་གདམས་པའི་དགེ་བའི་བཤེས་གཉེན་ཆེན་པོ་ལབ་པའི་སྐབས་སུ། དུས་རབས་བཅུ་གཅིག་ནང་ལ་ཇོ་བོ་རྗེ་པནྡེ་ཨ་ཏི་ཤ་ཕེབས། འབྲོམ་སྟོན་པ་རྒྱལ་བས་བརྗོད་ནས་དང་མཇལ་འཕྲད་བྱུང། འབྲོམ་སྟོན་པས་རྭ་སྒྲེང་དགོན་པ་ཕྱག་བཏབ།

ཡིན་པ་ཡིན་གྱི་མ་རེད་ཡིན་ནའི་ད་བླ་མ་གཅིག་གི་སློབ་མ་ཡིན་པའི་ཆ་ནས། དེར་ཐ་སྙད་ཀྱི་དབྱིན་ཇི་ནང་ལ་ལབ་གི་འདུག Dharma Brothers འོ་དེ་འདྲས་ཡིན་གྱི་རེད་དྲན་གྱི་འདུག་ཕུགས་ཀྱི་དབྱིན་ཕུན་ཆོག་པོ་ད་གེ་ཡོག་མར་བ་ཡིན་ནའི་ལྟེ་བ་འདྲ་པོ་དེ་སྙན་གྲགས་འདྲ་པོ་དེ་གསུམ་ག་ལོ་ཀ་དམ་པའི་དགེ་བའི་བཤེས་གཉེན་ཆེན་པོ་ཕྱག་ཡིན་པ་སོང་ཙང་བཀའ་གདམས་དཀོན་མཆོད་གསུམ་བྱས། པོ་ཏོ་བ་རིན་ཆེན་སྲས། ཕུ་ཆུང་བ་ཆུ་ལུ་རྒྱལ་མཚན། སྤྱན་སྔ་བ་ཚུལ་ཁྲིམས་འབར་བ་རྣམ་པ་ཡིན་ས་ཡོད། འོ་ད་དེ་ཚོའི་གྲས་ཀྱི་མཁས་པ་གཅིག་གྲོ་ལུང་པ་ཆེན་པོ་གསུང་མཁན་དེ་རེད། གྲོ་ལུང་བ། བློ་གྲོས་འབྱུང་གནས་ཀྱི་སློབ་མ་ཁྱབ་པ་ཆོས་ཀྱི་སེང་གེ། རབ་བྱུང་གཉིས་པའི་ཆུ་མོ་ལུག་ལ་འཁྲུངས་ས། ད་ཁྱབ་པ་ཆོས་ཀྱི་སེང་གེ་ཟེར་མཁན་འདི། ཨ་ནི་བོད་གངས་ཅན་གྱི་ལྗོངས་སུ། རྔོག་ལོ་ཙཱ་བ་བློན་ལྡན་ཤེས་རབ་ཀྱི་ཕྱག་བཏབ་པས། གསང་ཕུ་ནུའི་ཚོགས་ལ། ཨ་ནི། བདུད་བྲལ་གྱི་རིགས་ལམ་སྲོལ་བཏོད་པ་པོ་འདི་ཁྱབ་པ་ཆོས་ཀྱི་སེང་གེར། ཁོང་ཞི་དྲག་གི་ཨ་ནི་མཁས་པ་ཆེན་པོ་ཡིན་པ་ཙམ་དུ་མ་ཟད་བདེན་རྩ་འདི་ལ་གཞན་དང་མ་འདྲ་བའི་བོད་དེ་ཨ་ནི་མཛད་འཕྲིན་བྱུང་བ་རེད། ཨ་ནི། སླར་ཡང་ཞུ་ཡས་བྱེད་ལ་ལོ་རྒྱུས་ཐོག་ལ་འདུག་བལྟས་པའི་སྐབས་སུ། བཀའ་གདམས་པའི་ཨ་ནི་རྔོག་ལོ་ཙཱ་བ་ཀླུ་སྟོད་ཤེས་རབ་ཀྱི་ཕྱག་བཏབ་པའི་གསང་ཕུ་ནུའི་ཐོག་ལ་ཆབ་པ་ཆོས་ཀྱི་སེང་གེ་གི་རྩོད་གྲྭའི་རིགས་ལམ་དེ་འགོ་བཙུགས་པ་རེད། ཅེས་དང། དུས་རབས་བཅུ་གཉིས་ཀྱི་འགོ་སྟོད་དུ་བ་རེད་དོ། གཅིག་བྱས། གཉིས་པ་དེ་ལ་བཀའ་གདམས་དཔལ་གྱི་གདན་ས་འདི་ཚོ་ན་སློབ་གཉེར་གནང་མཁན་འདི་ནི་ད་རེས་ས་ཉིས་ཀའི་ཞེས་པའི་ནི་རིས་མེད་དུ་ཚུད་རེད་ཟེར། ས་སྐྱའི་བསོད་ནམས་བྱིས་སྡོད་བསོད་ནམས་རྩེ་མོ་བྱེད་རྒྱུ་གནང་ཡོད་རེད། རྒྱལ་བ་ཀརྨ་པ་སྐུ་ཕྲེང་དང་པོ་དུས་གསུམ་གཤེགས་པ་ཕེབས་ཡོད་རེད་ཟེར་རྣམ་ཐར་ནང་མཇལ་སོང་ང། བྱས་ཙང་ཨ་ནི་དེ་རིང་བར་དུ་དེ་ཡོད་དགོས་ར་མ་རེད། དེ་དུས་འཁྲུངས་རྒྱུ་རེད། དེ་རུ་བཅུ་བཞི་ནང་བཞི་ནི་འགོ་བཙུགས་རེད་ར། བྱས་ཙང་ད་ཚང་མལ་གྱི་སློབ་སྦྱོང་བྱ་འདི། དེ་འདྲ་ཡིན་པ་སོང་ཙང་རྩོད་གྲོལ་རིག་ལམ་འདི་བོད་གངས་ཅན་ལྗོངས་ཀྱི་ཐུན་མོང་མ་ཡིན་པའི་སློབ་སྦྱོང་བྱེད་སྟངས་ཀྱི་ཐབས་ལམ་གྱི་རེད་དེ་རེད་མེད་ཐབས་ཀྱི་རེད་དེ་རེད། ཡིན་པ་ཙམ་དུ་མ་ཟད། རིག་པ་འཕེལ་བའི་ལ་ཐབས་ལམ་མཆོག་ཏུ་གྱུར་པ་ཡིན་པ་དེ་ལྟར་སང་ཉིན་དང་མཁས་པ་མང་ཆེ་བ་ཅི་ངོས་ལེན་བྱེད་དགོས་རེད་དེ་འདྲ་ཡིན་པ་སོང་ཐོག་གོང་དུ་སྐྱབས་མགོན་ཆེན་པོས་ཡང་ནས་ཡང་དུ། བླ་གྲགས་ཚོ་ལ་རྩོད་པ་རྩོད་དགོས་འདུག། རིག་ལམ་འདི་བསླབ་དགོས་འདུག། དེ་དམིགས་བསལ་གྱི་གྲོས་ཅིག་རེད་ལྷག་པར་དུ་སྐད་ཡིག་གི་ཐོག་ནས་བསམ་བློ་གཏང་མཁན་ཡིན་ན། འདུམ་བདེ་བོ་ཞུ་ཅིག། རེད་བ། དེ་བས་ཅིའི་ཕྱིར་བཏང་མ་འགྲོ་ཁྱད་པར་མ་བྱུང། དེ་འདྲའི་གཞི་སྣང་ལ་ལན་གསང་བ་རྒྱག་དགོས་པ་རེད། རིན་པོ་ཆེ་རྗེ་ཨེ་ལི་བྷེ་ཏི། དུས་ཚོད་སྐྱེལ་ཡས་ཀྱི་དུས་ཚོད་བོར་ཡོང་བ་རེད། རེད་ན་རེད། མ་ན་མ་རེད། ཁྱབ་པ་མི་འདུག་རོ་ཨ། འོ་དེ་འདྲའི་རེད་འོ་དེ་འདྲའི་རེད་བྱས་ཙང་སྐད་ཡིག་ཐོག་ལ་རྩལ་མཐོ་བོ་མེད་པའི་ནི་བེད་སྤྱོད་བོར་བཏང་ཐུབ་ཀྱི་ཡོད་མ་རེད་བྱས་ཙང་བོད་པའི་སྐད་ཡིག་གི་རྩལ་མཐོན་པོར་སླེབས་པ་ལ་ཡང་ཨ་ནེའི་ཚད་མའི་རིགས་ལམ་དེ་ཕན་ཐོགས་ཡས་རེད། སྤྱིར་ན་ཨ་ནི་བེ་དང་དངོས་གནས་རིག་པ་ཨ་ནི་རྣོ་པོ་བཟོ་མཁན་གྱི་མཆོག་ཏུ་གྱུར་པ་དེ་རེད། རིག་པ་རྣོ་པོ་བཟོ་བའི་ཐབས་ལམ་མང་པོ་ཡོད་རྒྱུ་རེད་དེ། ཨ་ནི་གལ་ཆེ་ཤོས་གཉིས་འདི་ག་རེད་ཟེར་ན། སྤྱིར་བཏང་ལ་བསམ་གཏང་མཁན་ཡིན་ན་ནང་པ་སྤྱི་བསམ་གཏང་པ་ཡིན་ན་ཚོགས་བསགས་བྲིས་པ་སྦྱངས་པ་ཡིན་ན་རིག་པ་རྣོ་པོ་ཆགས་ཀྱི་ཡོད་རེད། ད་འདི་ལ་དོགས་པ་འགའ་ཡོད་མ་རེད། པོ་ཉོན་མོངས་ཉུང་དུ་ཉུང་དུ་སྒྲུབ་པའི་གོ་དོ་ཤེས་རབ་ཀྱི་ཆ་དེ་འཕེལ་འགྲོ་བ། དམིགས་བསལ་གྱི་ཨེ་ཤེས་རབ་ཀྱི་ལྷ་བྱི་དོར་འཇམ་དཔལ་དབྱངས་དང། ནི་ལྷ་མོ་དབྱངས་ཅན་མ། དམིགས་བསལ་གྱི་གསོ་བ་རྟ་བས་བྲབ་བོ་གྲུ་བས་བྲབ་བོ་དེ་འདྲའི་གི་རིགས་པ་བས་དམ་བཅས་ཀྱི་ཡོད་རེད། ད་དེ་ལས་མཆོག་ཏུ་གྱུར་པ་དེ་ག་རེད་ཟེར་ན་སོ་སོའི་སློབ་སྦྱོང་བྱས་དེ་རེད། དེ་ལྟ་དངོས་གནས་རེད་དེ་ལ།

ཨོ་ད་དེ་གཉིས་པོ་སོང་ཙང་རིགས་ལམ་གྱི་རྣམ་གཞག་འདི་ཡང་ཨ་ནི་བས་ཏེ། རིག་པ་འཕེལ་མཆོག་ཏུ་གྱུར་པ། ད་རིག་པ་འཕེལ་ས་པའི་རྗེས་སུ་བད་ཀན་ཡག་པོ་ཞིག་བཏང་གི་དང། བད་ཀན་དུག་ཆ་ཞིག་བཏང་གི་དང་ད་དེ། གང་ཟག་སྒེར་ལ་རག་ལས་རེད། སོ་སོའི་རྒྱུ་མཚན་ལ་རག་ལས་རོ། ཡེ་ནས་ནུས་པ་ཅིག་བསྒྲིགས་ཡོད་རེད། ད། ལམ་རིམ་མཉམ་ནོར་དང་བློ་སྦྱོང་མཉམ་དུ་ལ། ཨ་ནི་རིག་པ་འདི་འཕེལ་སོང་ན། ད་མཐའ་གཅིག་ཏུ་གཞན་དོན་དང། མཐའ་གཅིག་ཏུ་ཉོན་མོངས་ཀྱི་གཉེན་པོ་དང། མཐའ་གཅིག་ཏུ་ཐར་པ་དང་ལྷ་མཆོད་སྤྱན་འབེབས་ཀྱི་དགོངས་པ་ལ་སྒྲུབ་པའི་དུས་ལམ་མ་ནོར་བའི་དོན་ཡོད་ཀྱི་གྲོགས་བྱེད་མཁན་དང་པོ་དེ་འདྲ་ཡིན་དགོས། ད་དེའི་ལྡོག་ཕྱོགས་ཕྱིན་སོང་ནས་ཁོ་རིག་ལམ་ཟེར་བའི་དེ་ར། རིག་ལམ་ཟེར་ཙམ་མ། ཁོ་རང་ཨེ་ནུའི་ཤེས་རབ་ཟེར་བའི་དེ་ར་ཁོ་ཟང་ང་ལས་ལྡང་ཞོར་དུ་བ་ལས་ལྡང་ཞོར་ལ། དེ་ཡིན་པར་སོང་ཙང་མཉམ་དུ་ཆོས་ཀྱི་སློབ་སྦྱོང་ཟེར་ནས་མི་འདུག་ཚུལ་ཁྲིམས་ཀྱི་སློབ་སྦྱོང་ཟེར་ནས་མི་འདུག་བག་ཡོད་དང་ཡ་རབས་སྤྱོད་བཟང་ཟེར་དེ། ད་རིག་ལམ་འདིའི་ཁ་ཕྱོགས་བསྒྱུར་ཉེས་གྲུབ་ཆགས་དེ་གོ་ར། དང་མཉམ་དུ་ལ་དྭགས Ethics ངེས་ཏེ་མེད་པ་ཡིན་ན་རིགས་ལམ་ཕུན་སུམ་ཚོགས་པ་ཡོད་པ་ཡིན་ནས་བསྟན་པ་ཞིག་གི་ཨང་དང་པོ་ཆགས་ཟེར་གྱི་རེད། ཚེ་འདི་འདྲའི་འཕང་ཆགས་པ་ཞོག་ཟེར་གྱི་སྨོན་ལམ་རྒྱག་པ་རེད། ད་ལྟ་ཁྱེད་རང་ཚང་མ་ལ་དགུང་ལོ་བཅུ་བཅུ་རེད། ཤི་ཚོ་ཡག་པོ་ན་ཡོད་རེད། ལམ་སྟོན་ཏག་ཏག་ཡོད་རེད། དེའི་འདི་ཚོ་ལ་སྐུ་ངལ་འགེལ་ཡོད་མ་རེད། ཡིན་ནས་ཤེས་རབ་དངོས་གནས་རྙེད་ཚར་བའི་རྗེས་སུ། ཚུལ་ཁྲིམས་ཀྱི་ཆ་ཤས་དེ་སྟོངས་སོང་ན། ཡང་གྲོགས་གཞན་པ་དེ་ཚོ་འཕྲད་སོང་ན། ཨེ་ནས་ཤེས་རབ་འདི་ཤེས་རབ་འཆལ་བའི་ཆ་ཡག་གི་ཉེན་ཁ་ཡོད་རེད། ཤེས་རབ་ཡོད་པའི་གང་ཞིག་ལ་ཕན་ཐོགས་མེད་མཁན་ཞིག། གལ་ཏེ་ཕན་ཐོགས་པ་ཡིན་ན་དོན་ཆེན་པོ་ལ་ཕན་ཐོགས་ཡོད་ཅིག། དེ་འདྲ་ཡིན་པ་སོང་ཙང་ཨ་ནི་ད་ལྟ་ངས་ཞུ་བའི་ལྟེ་བ་འགའ་རེ་ཙམ་ཆགས་པ་ཆོས་ཀྱི་སེང་གེའི་གཟིགས་རེད་ད། ད་འདི་སྐད་ག་ཆེན་པོ་ཞུ་རྒྱུ་རེད་དུས་རབས་བཅུ་གཉིས་ཀྱི་འགོ་སྟོད་ལ་ཨ་ནི་འཁྲུངས་པ་རེད་ཨེ་ནས་སང་ཕོ་ཉུལ་ཐོག་གི་གདན་ས་ཕན་ཆད་དྲུག་པ་ཡིན་ས་ཡོད།

མ་ཉམས་གོང་འཕེལ་དང་ཉམས་པ་སླར་གསོ་གནང་གཅིག་འདུག་ཨ། འདི་ལ་དམིགས་བསལ་གྱིས་ཨ་ནི་བས་ཏེ་སློབ་གཉེར་གནང་གི་ཡོད་རེད། བོད་པའི་དགོན་པ་ཚོ་ནང་ལ་སྔ་མོ་བོད་ལ་ཡིན་ན་ཨ་ནི་འཇང་དགུན་ཆོས་ཟེར་མཁན་གྱི་ད་ས་བཅའ་སྒྲོག་གཅིག་རེད་དེར་དམིགས་བསལ་གྱིས་དེ་འདྲ་གསུམ་གྱི་ཐད་མའི་སློབ་གཉེར་གནང་ག་ཕེབས་པའི་སྐབས་སུ་འཇང་དགུན་ཆོས་ལ་ཕེབས་ཀྱི་ཡོད། འཇང་དགུན་ཆོས་ཟེར་མཁན་ནི་སྟག་ཚང་ར་བ་སྟོད་བོད་ཀྱི་ཨ་ནི།

དེ་ནས་བཟུང་སྤྱི་ད་ལྟ་བར་དུ་རྒྱུན་བསྐྱངས་ཀྱིས་བཞུགས་ཡོད་རེད། རྗེས་མ་དེའི་ནང་ལ། ཨ་ནི་གོ་སྒྲིག་བྱེད་མཁན་འདི་སེ་འབྲས་དགེ་གསུམ་རེད་དེ། འདི་ནང་མཉམ་ཞུགས་བྱེད་མཁན་འདི་ད་ཕལ་ཆེར་མང་པོ་ནས་ཡོང་གི་ཡོད་རེད། རེད་བ། ཕྱི་ཉིན་གྲྭ་ཚང་འགའི་ཕལ་ཆེར་ཕྲུ་གུ་ཡོད་ས་ཡོད། ཨ་ནི་ད་ནང་ཆེན་ཆོས་སྡེ་བཀའ་ཤག་མོ་ནས་ཡོང་གི་རེད། ད་རེས་གཉིས་ཕལ་ཆེར་ཨ་ནི་གིས་གོམ་པ་དུས་ཚོད་ཡང་ཁོ་རང་ཚོ་སྦྱང་དགོས་རྒྱུའི་ལོ་ཁ་ཚུགས་ཀྱི་ཡོད་ས་ཡོད་བ། བཀའ་ཁྲི། ཚད་མའི་སློབ་གཉེར་ལ་ཞེ་བོ་གཅིག་གལ་ཆེན་པོ། འོ་འདི་སོལ་ཏེ་སྤོ་པོ་དང་སུ་རེད་ཟེར་ན། ད་ལྟ་འདི་ན་ཡོད་པའི་དགེ་བྲོ་ལུང་པའི་སློབ་མ་ཆར་པ་ཆོས་ཀྱི་སེང་གེ་རེད་ཟེར། ཁྱུང་མོ་རིན་བྲག་གི་སློབ་མ་རྒྱ་དཀར་རྒྱ་དམར་བ་དང་བྲོ་ལུང་བ་ཆེན་པོ་ལ་སོགས་པ་བླ་མ་དུ་མ་བསྟེན་ཟེར། བླ་མ་དུ་མ་བསྟེན་ཟེར་ན་དགེ་རྒན་མང་པོ་བསྟེན་པ་རེད་ཟེར། ལུང་རིགས་ཀྱི་བྲོ་ཐོག་བཅས། ལུང་རིགས་ཀྱི་བྲོ་ཐོག་བཅས། ལུང་རིགས་ཀྱི་བྲོ་ཐོག་བཅས་ལབ་པའི་སྐབས་སུ། ལུང་ལབ་ཡིན་ན། སངས་རྒྱས་ཀྱི་བཀའ་དང་མ་འགལ་བ། མགོ་བོ་ཀླུ་སྒྲུབ་ཀྱི་གསུང་དང་མ་འགལ་བ། གསུང་དེ་ལ་ཨ་ནེ་གནོད་པ་བྱུང་བའི་སྐབས་སུ་ལ་ཐག་མ་ཆོད་པའི་སྐབས་སུ་ལ་ཤིན་ཏུ་ལྐོག་གྱུར་འདི་གི་དེ་ཕལ་ཆེར་ལུང་མ་དྲག་རང་དྲག་ཆགས་སྡེ་གོ་རེད། ཤེས་བྱ་ལ་དབྱེ་བ་ཕྱེས་སོང་ན་མངོན་གྱུར་ཟེར་གྱི་ཡོད་རེད། ཅུང་ཟད་ལྐོག་གྱུར་ཟེར་གྱི་ཡོད་རེད་ཤིན་ཏུ་ལྐོག་གྱུར་ཟེར་གསུམ་ཡོད་རེད། མངོན་གྱུར་དེ་ནི་ཨ་ནེ། རིག་པ་གོ་ཡ་ཡོད་མ་རེད་ལུང་གོ་ཡ་ཡོད་མ་རེད་མངོན་སུམ་དུ་མཐོང་བདེ་བོ་ཡོད་རེད་བ། ད་ཅུང་ཟད་ལྐོག་གྱུར་ཟེར་གི་འདུག་རྒྱུ་མཚན་གྱི་ཐོག་ནས་ཐག་བཅད་གོ་རེད། འོ་དེ་ལ་རིག་པ་ཟེར།

དེ་ནས་སུ་རྒྱལ་མ་རྒྱལ་ཟིན་ཏེ་རིགས་པ་དང། གྲུབ་རྗེས་དང་དེ་ཚོ་ར་ལས་ར། དེ་རྣམས་ནས་རིགས་པ་དེ་ཆོས་ཀྱི་རྒྱལ་ཆེན་པོ་དང། བྱས་ན། ལྟ་བའི་རྣམ་གཞག་གཅིག་གིས་དེ་ག་འདྲ་ཐག་གཅད་དུ་ཟེར་ན། ཁོང་གི་གསུང་གོ་ཏུ། མ་ཡིན་པ། ཁོང་གི་གསུང་གོ་ཏུ་ཐག་གཅད་པ་ཡིན་ན་ལུང་གིས་ཐག་གཅད་ཀྱི་ཡོད་རེད། ལུང་གིས་ཐག་གཅད་པ་ཡིན་ན།

རིག་པ་སེང་གེ་འདི་འདི་ཚད་མའི་གཞུང་ནི་ནི་བགྲོད་དེ་རེད་དེར་སྤྱིར་བཏང་ནི་མཚམས་དང་འགལ་ནས་དབྱིན་ཇི་ནང་ལ་དར་བ why how when and what པོ་ད་ཚང་མ་རྒྱུ་མཚན་དགོས་ཡ་རེད་དེར་བ་པོ་དེར་རིག་པ་སེང་གེ་ད་ར་གུ་རིག་ག་ས་རིག་གྲི་གུ་རུ་ཁྱེད་ད་མི་ཇི་མིང་ལ་ལུང་རིག་ཡིན་ན་ར་གུ་རིག་ག་ས་རིག་གྲི་གུ་རུ་བཀའ་བློན་ཐུགས་བདེན་ལུང་རིག་གྲི་གུ་སོང་ཟ་ལུང་གྲི་ད་ག་རང་རེད་དེར་ར་གུ་རིག་ག་ས་རིག་གྲི་གུ་རུ། གཙང་ནེའུ་ཐོག་གི་གདན་ས་ལ་ལོ་བཅོ་བརྒྱད་ཀྱི་བར་དུ་བཙས། གདན་ས་ལོ་བཅོ་བརྒྱད་ཀྱི་བར་དུ་བཙས། ཚད་མ་རྣམ་ལྔའི་ལ་སོགས་པའི་གཞུང་མང་པོར་འགྲེལ་པ་བརྩམས། ཁ་སང་ཚད་མ་ཀུན་བཏུས་ལས་སོ། དེ་ནས་ཚད་མ་རྣམ་འགྲེལ་ལས་སོ། ཨོ་དེ་ཚོ་གཉིས་འདི་ཚད་མ་ནང་ནས་ཨ་མ་འདྲ་པོ་རེད་དེ་རེད་བ། བྱས་ཙང་ཚད་མ་ཀུན་བཏུས་རྩོམ་པ་པོ་འདི་སློབ་དཔོན་ཕྱོགས་གླང་རེད། ཁ་སང་ངས་དྲན་སོན་མ་ཟོ། ཚད་མ་རྣམ་འགྲེལ་བཙུན་པ་དུ་ལུབ་ཆོས་གྲགས་རེད་ཟེར། ཁོང་རྣམས་ཉིད་ལ་ཕྱོགས་གླང་ཆོས་གྲགས་ཕྱོགས་གླང་ཡབ་སྲས་གཉིས་ཟེར། རྗེ་འབྲུ་ཆོག་གཉིས་ཀྱི་ནང་ནས་ཚད་མ་ལ་མཁས་པ་དེ་སློབ་དཔོན་ཕྱོགས་གླང་དང་སློབ་དཔོན་ཆོག་གྲགས་རེད། དེ་ནས་ཀླུ་སྒྲུབ་ཡབ་སྲས་གཉིས་ལབ་པའི་སྐབས་སུ་མགོན་པོ་ཀླུ་སྒྲུབ་དང། ཨ་ནི། འཕགས་པ་ལྷ་རེ་འདོན་ཨ་རེ་བདེ་བ། དེ་ནས་ཐོག་མའི་སྐུ་མཆེད་གཉིས་ལ་བབ་སྐབས་སུ་སློབ་དཔོན་ཐོག་མའི་དང་སློབ་བུའི་དབྱིངས་གཉིས་རེ་བདེར། ཁོང་དྲུག་ལ། འཛམ་གླིང་རྒྱན་དྲུག་ཕྱིར། མཆོག་གཉིས་གསུང་ཡོན་འདི་སློབ་དཔོན་ཡོན་ཏན་འོད་དང་སློབ་དཔོན་ཤཱཀྱ་འོད་རེད། བྱས་ཙང་ད་ཚད་མ་སྐད་བཤད་པའི་སྐབས་སུ་ལ་སློབ་དཔོན་ཆོས་གླིང་དང་ཆོག་གྲགས་དང་ཁོང་གི་རྗེས་འཇུག་བསྟུན་འཇུག་གི། སྐོར་གསུམ་གོ་ཐལ་བ་རྣམ་ལྔའི་ལ་སོགས་པའི་གཞུང་མང་པོ་ལ་འགྲེལ་པ་དོམ་བཟའ་མདོ་སྡེ་པའི་རིགས་པ་ལ་བརྟེན་པའི་བསྡུས་གྲྭ་ཞེས་པའི་རིགས་ལམ་གྱི་སྲོལ་འབྱེད་པ་པོ་ཡང་སློབ་དཔོན་འདི་ཡབ་སྲས་ཡིན། སློབ་དཔོན་བྱ་བ་ཆོས་ཀྱི་སེང་གེ་དང་ཁོང་གི་སློབ་མ་སེང་གེ་སེང་གེ་ཞེས་པའི་གི་ཨ་ནི་མཚན་ཡོད་མཁན་གྱི་སློབ་མ་བརྒྱད་ཡོད་ར་བ་ཁོ་རྣམ་པ་དུ་རེས་བྱས་པས། བྱས་ན་རིགས་ལམ་ཕལ་ཡིན་པར་སོང་དང་མཐར་ཐུག་གི་ལྟ་བ་དེ་གསུང་གི་ཡོད་མ་རེད། མཐར་ཐུག་གི་ལྟ་བ་དེ་རིགས་པས་གི་ཐག་བཅད་དེ་གང་ཡིན་པ་སོ་སོ་བརྟག་དཔྱད་བྱེད་ཡ་རེད་ཟེར་བ། ཡིན་ན་ཡང་གཞི་གཅིག་ལ་བཞག་ནས་གཏམ་གོ་ཡི་བར་སོང་ཙང་ཨ་ནི་གྲུབ་མཐའ་བཞིའི་ནང་ནས་མདོ་སྡེ་པའི་གྲུབ་མཐའ་གཞི་གསུམ་གི་ཐོག་ནས་ཨ་ནི་བསྡུས་གྲྭ་དེ་བརྩམས་ཡོད་རེད། བྱས་ན་བསྡུས་གྲྭ་ནས་བཤད་པ་ཐམས་ཅད་ལོ་དབུ་མ་དང་མཐུན་གི་ཡོད་མ་རེད་ཡིན་ནའི་རིགས་ལམ་ཕལ་ཡས་ཀྱི་འདོན་སྟངས་ལ་ཕན་ཐོགས་ཡོད་རེད་མ་གཏོགས་ཅིག་གིས་གསུང་བ་ཚང་མ་ལོ་མཐར་ཐུག་འདི་འདྲ་གལ་མ་རེད་བྱས་ན་གཞི་ག་རེ་ལ་བཅོལ་ཡོད་རེད་ཟེར་ན་མདོ་སྡེ་པའི་རིགས་ལམ་དེ་རེད། བྱེ་བྲག་མ་བ་མདོ་སྡེ་པ་སེམས་ཙམ་པ་དབུ་མ་པ་བཞི་ན་ནི་མདོ་སྡེ་པའི་རིགས་པ་དང། མདོ་སྡེ་པའི་རིགས་པའི་ཐོག་ནས་ཚད་མའི་གཞུང་བརྩམས་ཡོད་རེད་ཟེར། ད་གཞུང་རེ་རེ་བརྩམས་པའི་སྐབས་སུ། ནང་པའི་གཞུང་རེ་རེ་བརྩམས་པའི་སྐབས་སུ་ཨ་ནི་གྲུབ་མཐའ་གང་གི་ལུགས་རེ་བལྟ་ཡ་དེ་ཞུ་རྒྱུ་གལ་ཆེན་པོ་རེད། ད་ང་ཚོ་སྤྱི་ཡོངས་ཀས་བཤད་པའི་སྐབས་སུ་དབུ་མ་རང་ལྟ་གི་རེད་ལམ་ནོར་ཆེན་པོ་དེ་ཚོ་ཡིན་ན། ཡིན་ནས་དམིགས་བསལ་གྱི་གཞུང་བརྩམས་པའི་སྐབས་སུ་ལ་གཞུང་དེ་གི་འགྲེལ་པ་ཐབས་རྡུགས་ག་རེ་བསླབས་ཡོད་ན་སྤྱི་ཡོངས་ལ་གསུང་བ་ཡོད་མ་གྲུབ་ད་གང་གི་ལུགས་ལ་གསུང་འདུག་གསུང་མི་འདུག་དེ་བལྟ་དགོས། བྱས་ཙང་ཚད་མའི་རྣམ་གཞག་དེ་ཚང་མ་ལོ་རྡོ་རྡེག་པའི་ལུགས་རེད། ཟེར། དཔེར་ན་ཤེར་ཕྱིན་འགྲོ་བ་དེ་ཚོ་ཡིན་ན། གཙོ་བོ་འགྲོ་བ་དེ་དབུ་མའི་ལུགས་རེད་ཟེར་བ། ཨ་ནི་སུམ་ཅུ་པ་སུ་ངན་འགྲོ་གི་ཉི་ཤུ་པ་སུ་ངན་འགྲོ་གི་ཟིན་སེམས་ཙམ་པའི་ལུགས་སུ་འདྲི། ལུགས་མི་འདྲ་མི་འདྲ་དོ་ནི། མཛོད་ལྟ་བུ་ཡིན་ན་བྱེ་བྲག་སྨྲ་བའི་ལུགས་རེད་ཟེར། འོ་ད། རྒྱབ་ལོག་གི་ལྟ་གྲུབ་འགྲོ་གི་དེ་འདྲ་རེད་ཟེར། ཟེར་མདོ་སྡེ་པ་སུ་ངན་འདི་གྲུབ་མཐའ་གཅིག་གི་མིང་རེད། མདོ་སྡེ་པའི་རིགས་པ་ལ་བརྟེན་པའི་བསྡུས་གྲྭ་ཞེས་པའི་རིགས་ལམ་གྱི་སྲོལ་རྒྱལ་བ་པོ་སློབ་དཔོན་འདི་ཡབ་སྲས་ཡིན་ཟེར་ན་འདི་འདྲ་སྟེ། ཆགས་པ་ཆོས་ཀྱི་སེང་གེ་ལ་གོ།

ཉི་དུ་དཀར་པོ་བོད་དུ་ག་ས་ག་ལ་འཁོར་འདེབས་པ་ན་བཞིན་འཁོར་བ་རེད། བླ་མ་སྐད་གྲགས་ཆེ་བ་སེང་ཆེན་བརྒྱད་ཡོད་ཟེར་ད་སུ་རེད་ཟེར་ན། ཏང་ནང་པ་བརྩོན་འགྲུས་སེང་གེ་བདེན་པ་པདྨ་བའི་སེང་གེ་གྲུ་བཞི་བསོད་ནམས་སེང་གེ། རྨ་བྱ་རྩོད་པའི་སེང་གེ། རྩ་དབང་ཕྱུག་སེང་གེ་ཉིང་འདྲེན་ཆོས་ཀྱི་སེང་གེ། འདན་མ་དཀོན་མཆོག་སེང་གེ་དམྱལ་བ་ཡོན་ཏན་སེང་གེ་དེ་བརྒྱད་ཟ། ཨ་དེ་ནས་འཁོན་བྱོ་སའི་ཟ། འཁོན་བྱོ་སའི་ལ་དུ་ཟ་འབོ་འཁོན་སེང་གེ་དེ་ས་སྐྱ་གི་གདུང་རྒྱུད་ཡིན་པ་བསྟན་གྱི་འདུག་ཨ།

དེ་ལུང་པ་ངོ་མ་དེ་གསང་ཕུ་ཡིན་པར་གསུངས་གསང་ཕུ་ནི་དོགས་སོ་ཞེས་བྱ། བྱེ་ཐང་ས་བརྒྱད་ཀྱི་ནི་བྱེད་ཚུལ་གོང་མ་རྣམས་ཀྱི་ནང་ནས་གཅིག། ཁྱབ་པ་བཅུ་བཞི་སེང་གེ་གི་གདན་ས་ནི། གསང་ཕུ་འདུས་ཐོག་སློབ་གཉེར་གནང་འདུག་བ། འོ་དེ་འདི་རེད་ཟེར་ད་གཉིས་པ་ག་རེ་ཟེར་ན་རྔོག་བྱོ་སའི་ར་མོ་ཁུ་བྱོ་སའི་ནེ་ཙོ་སྨྱོས་བྱོ་སའི་དཔལ་ལས་ད་བཞི་ལ་བྱོ་སའི་བཞིའི་ཟེར། ཇོ་སྲས་རྣམས་གོས་བུ་གུ་ཅིའི་རབ་བྱུང་མི་ཇོ་སྲས་ཇོ་སྲས་ལ་དུས་བརྩམས་པ། གད་སྙིགས། ཁྱིམ་པ་ཅིག་བཟུང་དགོས་རེད་ཟེར་རབ་བྱུང་ཡིན་ན་ཇོ་སྲས་བཟུང་དགོས་ཀྱི་མར་བ། མགར་དབང་སྒྲུབ། ཀོང་པོ་ཇག་ཆུང། ལྷོ་པ་འགོག་སེང། བར་བུ་བ་བཞི་ལ་ཤེས་རབ་ཅན་བཞི་ཟེར་ས། ད་ཁོང་གི་སློབ་མ། དམིགས་བསལ་གྱི་ཡིན་ན་ཤེས་རབ་ཅན་བཞི་དེ་འདྲ་བ་རེད་ཟེར། གཞན་ཡང། མཛད་པ་སྟོད་རྒྱབ་དང་རྡོ་རྗེ་འོད་ཟེར་ལ་སོགས་པ་དང་ཀརྨ་པ་དུས་གསུམ་མཁྱེན་པ་ཡང་སློབ་མ་ཡིན་ས། ཆགས་པ་ཆོས་ཀྱི་སེང་གེའི་སློབ་མ་ཡིན་གསུང་གོ་བརྡ། དེ་ལྟར་ཆགས་པ་ཆོས་ཀྱི་སེང་གེའི་སློབ་མ་ཡིན་པ་དང་ཕལ་ཆེར་གསང་ཕུ་ནེའུ་ཐོག་ལ་སློབ་གཉེར་གནང་བ་གོང་དུ་ཚོད་དཔག་བྱེད་ཐུབ་པས། ཀརྨ་པ་དུས་གསུམ་ཅན་པ་ཟེར་ན་རྒྱལ་བ་ཀརྨ་པ་སྐུ་ཕྲེང་དང་པོ་འདིར། ད་ལོ་ཀརྨ་པ་འཁྲུངས་ནས་ལོ་དགུ་བརྒྱ་འཁོར་བའི་དུས་ཆེན་སྲུང་བརྩི་ཞུས་སུ་བ་རྡོ་རྗེ་གདན་ལ། ཁོང་ནེའུ་ཐོག་གྲྭ་ས་ལོ་དགུ་རུ་བཞུགས་ས་དུ་བ། གཞན་ཡང་བླ་མ་ཞང་གསལ་བ་ལ་སོགས་པ་སློབ་མ་ཤིན་ཏུ་མང་ངོ་བོ་ས། ཡང་ཡར་འབྲོག་མར་པ་དོ་བ་ཆོས་ཀྱི་དབང་ཕྱུག་གིས་ཀྱང་གཞུང་མང་པོ་བསྒྱུར་རུ་ས་འདི་བླ་མ་མར་པ་མར་པ། འདི་ནི་རུས་གཅིག་པ་ཡིན་ཟེར་བ་མར་པ་མར་པ་ས།

བོད་ལ་བསྟན་པ་ཕྱི་དར་སྐབས་སུ་སྟོན་དུས་ལ་པ་ལ་རྣམ་གསུམ་བྱོན་པར་བ་དེ་ན་བཞིན་ད་ཅི་ད་ལྟ་ས་པན་དང་ཀོ་ནམ་པ་སོགས་ཀྱི་གདོལ་པ་ཞུ་ས་དེ་བན་རྗེ་ཤཱཀྱ་ཤྲི་རི་ནི་ཡིན་ས་ཡོད། བན་རྗེ་ཤཱཀྱ་ཤྲི་རི་ལ་འཁོར་དཔལ་འབྱུང་བི་བུ་ཏི་ཅཱན་ཏི་ར་དང་དཱན་ཤཱིལ་དང་བལ་པོ་སངྒ་ཤྲི་རི་སུ་ཀ་ཏི་ཤྲི་ལ་སོགས་པ་དགུ་བྱོན་ཏེ་བི་བུ་ཏི་དང་དཱན་ཤཱིལ་གཉིས་བོད་དུ་ཡུན་རིང་པོ་བཞུགས། བོད་ཀྱི་སྐད་ཡིག་ལ་ཡང་མཁས་པར་གྱུར་ནས་རང་བསྒྱུར་ཡང་མཛད་དོ། རང་བསྒྱུར་ལབ་ཡིན་ན་ཕྱག་དཔེ་དེ་སོ་སོའི་བརྩམས་ཕྱག་དཔེ་དག་རང་སོ་སོའི་བསྒྱུར་ཡིན་པར་སོང་ཙང་རང་བསྒྱུར་ཟེར། ཕྱག་དྲ་བཅོམ་དང་དེའི་དབོན་པོ་ཕྱག་ཆོས་རྒྱ་དཔལ་གཉིས་ཀྱང་རྒྱ་གར་དུ་བྱོན། ས་སྟག་འདི་ཚོ་བསྟན་པ་ཇི་ལྟར་སྤྲོས་ཀྱི་ལོ་ཙཱ་བ་རྒྱ་གར་ལ་ཕེབས་ཉེར་འཕྲད་ནས་ཅིག་ཕྱག་ལོ་ཙཱ་བ་ཟིན་ཟེར། ཕྱག་ལོ་ཙཱ་བ་ཆོས་རྗེ་དཔལ་འདི་རྣམ་ཐར་བཙན་བྱོལ་ནས་པར་བརྒྱབ་ཡོད་རེད། བཀའ་འདི་ལྟ་མང་པོའོ་དེ་ནས་སློབ་གཉེར་ནང་གསར་འགྱུར་དང་བསྒྱུར་བཅོས་མང་པོ་མཛད་ཟེར། གསར་འགྱུར་ཟེར་ན་གཞུང་གསར་པ་བསྒྱུར་བ་རེད། བསྒྱུར་བཅོས་མང་པོ་མཛད་ཟེར་ན་སྔར་བསྒྱུར་གསར་པ་དེ་ལ་ཞུ་དག་དང་བཅས་གཏན་འབེབས་བྱས་རེད་ཟེར། ཨེ་ཅི་ཅིང་སྒྲུབ་བྱ་འདི་བ་རེད། གཡུ་ཐོག་གསར་མ་ཡོན་ཏན་མགོན་པོའང་རྒྱ་གར་དུ་ལན་དྲུག་ལ་ཕེབས། སྨན་དང་རིག་གནས་སྤེལ་བའི་ལོ་རྒྱུས་སོགས་ལོགས་སུ་བྲིས་ཡོད་ལ་ཕྱིས་སུ་བྱང་ཟུར་རྣམ་གཉིས་ཀྱིས་གསོ་རིག་རྒྱ་ཆེར་སྤེལ་བའི་ལོ་རྒྱུས་ལོག་ཏུ་བྲིས་འདུས་ཡོད་ཟེར། ལྟ་རིག་གནས་སྐོར་ཤེས་རྟོགས་ཡོད་པའི་ཚང་ཚང་ཨན་གསོ་བ་རིག་པ་དེ་གལ་ཆེན་པོ་རུ་ཨ། ཤེས་གསོ་བ་རིག་པའི་གལ་ཨན་ཁྱད་པ་ཆེན་པོ་ཨན་གཡུ་ཐོག་ཡོན་ཏན་མགོན་པོ་རྙིང་མ་དེ་ཁྲི་སྲོང་སྐབས་ལ་ཕེབས་ས་སོ་ཨ། ད་ལྟ་པ་ཕྱི་དར་སྐབས་ལ་གཡུ་ཐོག་ཡོན་ཏན་མགོན་པོ་གསར་མ་ཕེབས་པ་རེད་ཁོང་རྒྱ་གར་ལས་ལན་དྲུག་ཕེབས་པ་རེད་ཟེར། ཨན་རྗེས་མ་ཟེར། བྱང་ཟུར་རྣམ་གཉིས་ཕེབས་པ་རེད་ཟེར་ན་ཡང་སྨན་གྱི་མཁས་པ་གཉིས་ཀྱི་མིང་རེད། བྱང་ཟེར་ཏེ་བྱང་བདག་རྣམ་རྒྱལ་གྲགས་སངས། རེད། ཟུར་ཟད་དུས་སུ་གོ་བ་མཉམ་ཉིད་རྡོ་རྗེ་རེད། བྱང་བདག་རྣམ་རྒྱལ་གྲགས་བཟང། སུ་གོ་བ་མཉམ་ཉིད་རྡོ་རྗེ་ཁོ་ཚོ་གཉིས་རྣམ་ཐར་ལོག་པར་བྱས་ཡོད་རེད། ད་ལྟ་འདི་ན་གསུང་ཡ་ཆེ་པོ་ཡོད་ན་དམུ་བསམ་དེ་ཁོ་རང་གིས་ལོགས་སུ་བྲིས་ཀྱི་ཡིན་གསུངས་འདུག་ཨ་གསུང་འབུམ་ནང་བྲིས་ཡོད་ཀྱི་རེད། བྱས་ན། བྱང་བདག་རྣམ་རྒྱལ་གྲགས་བཟང་སུ་གོ་བ་མཉམ་ཉིད་རྡོ་རྗེ། བོད་ཀྱི་ཨ་ནེ་ཨམ་ཅི་སྐད་གྲགས་ཆེ་བ་གཉིས། ཨམ་ཅི་དང་རིག་གནས་གཉིས་ཀ་ལ་མཁས་པ་དེ་འདྲ། ཁོང་རྣམ་པ་ཚོ་གས་ནི་སྨན་གཞུང་དུ་ཟུག། ཨ་ནི་དམིགས་བསལ་གྱིས་ཁོ་རང་ཉིད་ག་བ་ཨོ་ནི་བཞུགས་ཡོད་ནས་ཡིད་ལུང་པའི་གས་ནི་སྔོ་དང་རྩ་དང་ཆུ་དང་འདི་ག་དེ་ལ་ཨོ་ནི་ཉམས་ཞིབ་བྱས་ཅི་གསུངས་ཡིན་པ་སོང་ཙང་དམིགས་བསལ་རུ་བཞི་ཐུན་དགོས་ཟེར། འོ་དེ་ལ་བྱང་ཟུར་རྣམ་གཉིས་ཟེར། བྱང་དང་རྣམ་རྒྱལ་བྲག་རྩ་དང་ཟུར་ག་བ་མཉམ་ཉིད་རྡོ་རྗེ། ད་དེ་ནས་གས་ད་ཆེ་ཤོས་དེ་ས་སྐྱ་པཎ་ཆེན་ཟ། ད། ཐུན་མོང་གི་རིག་གནས་ཚང་མལ་གྱི་ཤིང་རྟའི་སྲོལ་འབྱེད་འདྲ་བོ་འདི་ཨ་ནི་ས་སྐྱ་པ་འདི་དང་ཆགས་ཀྱི་བ་རེད། ཤིང་རྟའི་སྲོལ་འབྱེད་ལབ་པའི་སྐབས་སུ་ལ་མགོ་བཙུགས་མཁན་གཟིགས་ཡོད་མ་རེད། མགོ་བཙུགས་མཁན་ནི་ཁྱིམ་མི་བཟང་པོ་རེད་ཆགས་ཚར་བ་ལ། ད་དེའི་རྗེས་སུ་ཨ་ནི་རྦད་དེ་རླབས་ཆེན་གྱི་ཨ་ནི་རྦད་དེ་ཡར་རྒྱས་གཏང་མཁན་ཞིག་ལ་ཤིང་རྟའི་སྲོལ་འབྱེད་སོགས་དེར་སངས་གཏང་མཁན་ཡིན་ན། ད་ནི་སངས་རྒྱས་བཅོམ་ལྡན་འདས་ནང་པ་མགོ་བཙུགས་ཉེར་བ

ཤིན་ཏུ་སུ་རྒྱུ་ཟིན་འདི་ཨ་ནི་དེ་འདྲའི་ལང་ཀ་མགོ་བཙུགས་པ་གོ་ཚུལ་མགོ་བཙུགས་ནི་དང་པོ་དེ་རེད་བས་ལབ་ཡིན་ན་ངེས་པ་ཡོད་མ་རེད་ཟེར་ཁ་ཤས་ཀྱི་དང་པོ་དེ་རེད་ཟེར་ཁ་ཤས་དང་པོ་ཡིན་གྱི་མིན་གྱི་ཡིན་དགོས་མ་རེད་དང་པོ་ཡིན་པ་ཡིན་ནས་ཨ་འདིའི་རྗེས་ལ་ཁོ་ཚོ་སུ་གྲགས་པ་མེད་པ་ཡིན་ན་ཁོ་ལ་ཤིན་ཏུ་སུ་རྒྱུ་ཡོང་གི་མ་རེད་ཟེར། རྗེས་མ་གཉིས་པ་ཡིན་པ་ཡིན་ནས་དང་པོ་སྐབས་ལ་བྱུང་བ་ཙམ་མ་གཏོགས་རྗེས་སུ་རྒྱུ་གོ་ཐོས་མེད་པ་དེ་གཉིས་པའི་སྐབས་ལ་ཡོངས་གྲགས་ཆགས་སོང་ན་ཤིན་ཏུ་སུ་རྒྱུ་དེ་གཉིས་པ་དེ་ཆགས་ཀྱི་རེད་ཟེར་སུམ་རྟགས་མི་འདྲ་གཉིས་ཡོད།

ཨ་ནི་མིང་འདི་མ་གསུངས་ནས་གོ་གི་རེད་ཅེས་ལོས་པའི་ལག་པ་བསྒྲགས་པ་རེད། ད་ལྟའི་ང་ཚོ་བསམ་བཏང་ཡ་རེད་དེར་གཉིས་ཀ་ལ་རྒྱུ་མཚན་འདུག་ཨ། ཡིན་ནའི་རྒྱུ་མཚན་ག་རེ་འཐེན་མ་འདི་སོ་སོའི་འདོད་པ་རེད། ཡག་སྡུག་བསམ་བཏང་གི་ཡ་ན་ཕལ་ཆེར་ཨ་ནི་ལོས་པའི་ལྡ་བ་བསྒྲགས་པ་ཤིན་ཏུ་སྲོལ་རྒྱུན་རེད་ཟེར་གྱི་འདི་ཡག་ག་ཡོད་རེད་དྲིས་མི་ཐུབ་ག་ཡིན་ཟེར་ན་ཁོས་དུ་བསམ་བློའི་ཁྱབ་བསྒྲགས་བྱེད་པའི་སོར་ཆགས་དེ་ར། གཅིག་དུ་ཁོ་རང་རྟོགས་པ་རེད་ཨ་ནི་སངས་རྒྱས་ལྟ་བུ་ནི་འཛམ་བུ་གླིང་ལ་ཨ་ནི་ཡོ་ན་མེད་པས་ན་འདི་མ་ཡིན་པ་དེ་འདྲ་འོ་མའི་ལྟ་བ་རྟོགས་ཆོག་གི་ར། ད་ལྟ་ང་ཚོའི་སློབ་མའི་སངས་རྒྱས་ཀྱང་རེད་ལབ་ར། དེ་མ་ཡིན་པ་བཅས་ཡོད་ཆོག་གོ་ར། མ་རེད་སུ་བཅས་ལབ་ཐུག་མ་ར། ཁྱེད་ཚོ་ལོ་རྒྱུས་ཀྱི་བདེན་དཔང་བྱེད་ཐུབ་པའི་ལྟས་ས་ཁག་པོ་རེད་དྲན་གི་འདུག། ད་རེ་སངས་རྒྱས་གསུང་གི་ཡོད་རེད་བོད་པ་ཚོ་གི། གཞས་གནང་ནས་བཏང་གི་རེད་ལོ་རྒྱུས་ནང་ལ་ཡོད་རེད་མཁར་གྱི་ཐོག་མ་ཡུམ་བུ་བླ་མཁར། ཡོངས་གྲགས་རེད་དེ་རེད། ཕོ་བྲང་དང་པོ་དེ་ཡུམ་བུ་བླ་མཁར་རེད་ཟེར།

དེ་རིང་འདི་རྙེད་རེད་འདི་རེད་ལབ། ཁང་པ་དང་པོ། ཨེ་སང་ཉིན་འདི་རྙེད་འདི་རྙེད་ལབ། ཨེ་ལོ་བཅུ་གི་རྗེས་ཞེས་པ་རྙེད། རྫོགས་མཐའ་མེད་པ་ཆགས་བསྡད་པ་ལ་ཨེ་ལོ་རྒྱུས་ཀྱི་དང་པོ་གཉིས་པ་བྱ་ཡས་སྐོར་མེད་པ་ཆགས་རེད་བ། དེ་ཡིན་པར་སོང་ཙང་ཡོངས་གྲགས་དེ་དཔེ་མ་ཚོ་གལ་ཆེན་པོ་རེད། གཉའ་ཁྲི་ཚོ་བོད་ཀྱི་སྤྱི་རྒྱུ་བའི་རེས་ལག་ཙམ་པ་ལ་ཁོ་ཤ་ཟ་ན་འགྲིག་གོ་རེད།

མིང་འདི་རྗེས་མ་བཏགས་ཡིན་པ་ཟེར་ཨོ་སྙེ་མ་སྙེ་མ། ཨཱ་ནི་བེར་ཆོས་རྗེས་སུ་གབ་ལ་ཨཱ་ནི་བོད་ལ་ཨཱ་ནི་བེར་ཆོས་རྒྱུད་དང་པོ་འདི་རྙིང་ཤོས་འདི་རྙིང་མ་རེད་ལབ་དགོས་སྐྱོན་མི་འདུག་ཨ། དེ་ཁ་ཤས་འདི་གབ་ཆོས་ཁོ་རང་ཀློག་རྗེས་ཨ་འདི་ནི་གསར་མ་རེད་བྱ་སྲིད། ད་དགེ་ལུགས་པ་དེ་གསར་ཤོས་ཡིན་པ་སོང་ཙང་འདི་ཨཱ་ནི། ད་རྙིང་ཤོས་རེད་ལབ་དགོས་ཅིག་ར་ཁོ་རྗེས་ཤོས་བྱུང་དགོས་རོགས། བྱས་ཙང། ཡོངས་གྲགས་ག་རེ་ཡིན་འདི་ཁས་ལེན་འདི་དཔེ་གལ་ཆེན་པོ་རེད། རིག་པ་རྩོད་པའི་ཁོ་ཚོས་རིག་པ་རྩོད་ཆོག་གི་རེད་ཡིན་ནའི་སྤྱི་ཡོངས་ཀྱི་བསམ་བློ་བཏང་ཡ་འདི་དཔེ་གལ་ཆེན་པོ་རེད། སྤྱི་ཡོངས་ཀྱི་གནས་ཚད་དེ་མེད་པ་ཡིན་ན་སྐད་ཆ་ཀྱོན་ཉན་ཞིག་མ་རེད་སྐད་ཆ་ཀྱོན་བཤད་ཞིག་མ་རེད། མི་ཞིག་སྐད་ཆ་བཤད་པ་ཡིན་ནའི་ཕྱེད་ཀ་གོ་གི་རེད་ཕྱེད་ཀ་གོ་གི་མ་རེད་གང་ཡིན་ན་དྲ་ཤེས་ཀྱི་རྗེས་སུ་ཕྱིན་ཅིག།

ཨེ་ནི། ལག་བརྟན་སླ་བས་ན་གླང་ཆེན་ལ་ཟིག་རེད་ཟེར། ད་དེ་འདྲས་ཀྱི་སེམས་མེད་མཁན་ཟེར་བས། ཨོ། མི་ཡི་ལག་བརྟན་རེད་ལག་པ་རྡོ་བ། ལྷ་ཡི་ལག་བརྟན་རེད་ལག་པ་རྡོ་བ། ལག་པ་ཡོད་དུས་ཚང་མ་ལག་བརྟན་རེད་བསམ་དགོས། དེ་འདྲ་ཡིན་པ་སོང་ཙང་ང་ཚོ་སློབ་ཆུང་ཆེན་མོ་ནས་གལ་ཆེན་པོ་ཡིན་ཟེར། དེ་འདྲས་ཀྱི་འགྲོ་སྟངས་འདི་སློབ་ཆུང་ཡག་པོ་མ་བྱས་པས་ན་སྐད་ཆ་ཚང་མ་གོ་མདོག་ཆེ་བས་ཡིན་ཡིན་མ་རེད། བཤད་མཁན་གཅིག་གིས་གཞན་པ་བཤད་ཀྱི་རེད་གོ་མཁན་གཅིག་གིས་གཞན་པ་གོ་རྒྱུ་ཡིན་རེད།

སྤྱི་ཚོགས་ལ་བསམ་གཏང་མཁན་ཡིན་ན་ཕལ་ཆེར་རི་བོང་མོ་འདྲ་བོ་ཅིག་ཆགས་བསྡད་དགོས། རི་བོང་མོ་དོན་དུ་འགོ་བཙུགས་མཁན་དེ་མར་བ། སྙེ་མ་འདི་ལ་བསྒྱུར་བཅོས་གཏང་མཁན་ཚོ་རེད་ཟེར་བ། ཡིན་ནས་ད་ལྟ་དེའི་བསྒྱུར་བཅོས་འདི་ཚང་མ་རིགས་གཅིག་རྔ་མོང་གི་ལུགས་སྲོལ་འདིའི་གསར་དུ་བཏོད་པ་ཅིག་ཡིན་དགོས་རེད། ཁ་ཅིག་ཨ་ནི་ད་ལྟའི་བྱེད་སྟངས་འདི་མ་འགྲིག་པའི་རྐྱེན་གྱིས་རྔ་མོང་མ་ཡིན་པའི་གསར་བ་བཏོད་པ་དེ་འདྲས་ཡོང་ཆོག་གི་རེད་གང་ལྟར་གཉིས་པ་ཅིག་ཆགས་བསྡད་དགོས་རེད། ཁ་རྗེ་པན་ཆེན་དང་དཱན་བཞིའི་ལས། གྲྭ་དང་རྣམ་འགྲེལ་བསླབས་ཏེ་རྣམ་འགྲེལ་ལ་བསྒྱུར་བཅོས་མཛད། ས་པའི་དབུས་སུ་འགོར་ཟླ། དེ་ཚོ་ས་པན་གྱིས་ཚད་མ་བྱམས་པ་སྐབས་སུ་ངོ་མཚར་སྐྱེས་བྱེད་ལ་ནི་འབད་དེ་ལེགས་སྦྱར་གྱི་ཐོག་ནས་ནི་པར་འགྲེལ་དུ་བསྡུས་ནས་སྦྱངས། བོད་ལ་ཕེབས་མ་མྱོང་མཁན་གྱིས་ནི་ལེགས་སྦྱར་གཏོར་ལ་མཁས་པ་ཆགས་པ་ཕལ་ཆེར་ངེད་ཁོ་བོ་ལ། བོད་ཀྱི་དཔོན་རིགས་འདི་གཉིས་བྱུང་བ་རེད། གཅིག་ས་བོན་རེད་དེ། ས་བོན་རྒྱ་གར་ལ་ཕེབས་ཡོད་མ་རེད། ཡིན་ནས་ལེགས་ཆའི་ཐོག་ནས་སློབ་གཉེར་གནང་ཐུབ་ཀྱི་རེད་སྒྱུར་མཛད་ཐུབ་ཀྱི་ཡོད་རེད། གཅིག་དེབ་ཐེར་སྔོན་པོ་རྩོམ་པ་པོ་གོས་བློ་རྡོ་གཞོན་ནུ་དཔེ་རེད། ཁོང་རྒྱ་གར་ལ་ཕེབས་ཡོད་མ་རེད། ཡིན་ནས། པ་འདི་དང་ནགས་ཀྱི་རིན་ཆེན། བོད་ལ་ཕེབས་པའི་སྐབས་སུ་ཁོང་གསུང་རྒྱུར་མཛད་པའི་སྐབས་སུ་ངོ་མཚར་སྐྱེས་ལ། རྒྱ་གར་ལ་ཁྱོད་ནི་སྒྲོན་མ་སྨྱོན་པས་ནི་བོད་དེ་རྒྱ་གར་ལ་ཕེབས་པ་ན་ཞེས་དེ་འདྲའི་གསུང་བསྒྱུར་ཐུབ་ཀྱི་འདུག་སྲིད།

ས་བོན་འདི་ནི་མ་འགྲིག་པ་ཚིག་བསྒྱུར་བཅོས་གནང་བ་རེད་ཟེར། མཁས་པ་ཆེན་པོར་གྱུར་ནས་ཆོས་མ་དག་པ་སུན་ཕྱུང་ངོ། ས་བོན་སྐབས་དེ་དུས་ཀྱི་གཞུང་རྩོམ་པ་པོ་ཕལ་ཆེ་བ་ལ་རྦད་དེ་དགའ་བ་མ་དག་པ་ཡོད་ནས་ཁ་རི་ཁ་ཐུག་རྩོམ་སྐྱོན་གྱི་དགག་པ་རྒྱག་ངེས་ཤིག་རེད་ཟེར། སྐྱབས་མགོན་རིན་པོ་ཆེ་བཀའ་སློབ་སྤྱི་གནང་ལས་གསུངས་པ། ས་བོན་སྐབས་ལ་རྦད་དེ་གཡོན་གཡོན་འདུག་པ་ལ་མཁས་པ་ཕལ་ཆེ་བ་ལ་རྦད་དེ་ས་བོན་གྱི་དགག་པ་སྐྱོན་བཞག། ཡིན་ནས་ས་བོན་དུས་རབས།

འདི་འདྲའི་བྱ་བའི་མང་པོ་ཡོད་ཀྱི་རེད་ནི་སྐད་གྲགས་ཆེ་བ་ཆིག་སྡོམ་གསུམ་རག་ལས་ཟེར་ཀྱི་རེད། ཡང་རིག་གནས་སྐོར་ཀྱང་ཉེ་རེ་ད། ནང་ཆོས་དང་རིག་གནས་དང་དེ་འདྲའི་སྐོར་ལ Politics མ་རེ་ད། མཁས་པ་ཆེན་པོར་གྱུར་ནས་ད་ཆོས་མ་རྟག་པ་སུན་ཕྱུང་ངོ་ཟ་སུན་ཕྱུང་ངོ་ཟ་ན་འགག་པ་རྒྱབ་རེད་ཟེར། ཁོང་གིས་རིག་གནས་སྦྱངས་པ་ནི་ཟེར་རྣམ་ཐར་ལས་སྡེབ་སྦྱོར་རིན་ཆེན་འབྱུང་གནས་དང་དམར་སེར་དང་ནི་རྒྱ་བལ།

ལེགས་སྦྱར་གྱི་སྐད་ཀྱི་ཐོག་ནས་སྦྱང་སྐྱོར་རེ་གནང། དུག་སྦྱངས་པའི་སྐབས་སུ་ཨ་ནི། གན་ག་རོ་ཅིག་སྲིད་པ་ཅན་གྱི་གན་བ་དུ་ལ་ས་བོན་གྱི་བུ་ཡིན་ན་འགྱུར་ཅེས་ཁྱེད་ཅུང་ནང་ལ་བཞག་ཡོད། ལྷག་མ་ཚང་མ་ལོ་ད་ལྟ་བོད་པ་སུ་གུས་ལྟ་བྱེད་ས་མ་ཞུས་པས་ན་འཇོན་གི་མི་འདུག།

དགེ་འདུན་དཔལ་ལ་ལེགས་པར་ལགས་ཟེར་ཁོང་གི་དུས་ནས་སྦྱངས་པ་ཡིན་ཟེར། དེ་ནས་མངོན་བརྗོད་བསྟན་བཅོས་འཆི་མེད་མཛོད་ཟེར། ཨེ་མངོན་བརྗོད་དག་རེད་ས་པན་དངོས་ལ་བོད་ལ་མངོན་བརྗོད་བརྩམས་པ་ཡོད་མ་རེད་ས་པན་གྱི་ཚིག་དེར་ཟིན་མངོན་བརྗོད་དུ་བརྩམས་པ་རེད། སྡེབ་སྦྱོར་རེད་ས་པན་གསང་བ་ཞིག་བརྩམས་རེད་ས་པན་གྱི། བརྩམས་ཡོད་ནམ་མེད་མེད་ད་དྲན་སོང་མི་འདུག་ཕལ་ཆེར་ཡོད་ཀྱི་མ་རེད། མངོན་བརྗོད། མངོན་བརྗོད་བསྟན་བཅོས་འཆི་མེད་མཛོད་འཆི་མེད་མཛོད་ན་ཨ་མར་ཀོའུ་ཤི་རོ་ཨ།

དེ་ཡི་རྒྱ་ཆེར་འགྲེལ་པ་བཅས་མཁས་པ་གསུམ་ལ་ལེགས་པར་གཏུགས་ཟེར། ད་མཁས་པ་གསུམ་ཟེར་འདི་མི་འདོད། རྒྱལ་བའི་བླ་དང་གཅིག། ཨ་ནི་བདེ་བར་གཤེགས་སུ་འཕེལ་དང་གཉིས། ཨ་ནི་དགེ་འདུན། པའོ། འདི་གསུམ་ལ་ཚང་མ་ལོ་རྒྱ་གར་རེད་བ། ཕ་ཡིན་ས་རྒྱ་གར་གྱི་བསྟན་བཅོས་རྐྱང་རྐྱང་རེད་དེ་བ། དེ་གི་དེ་བོད་སྐད་ནང་ལ་བསྒྱུར་དགོས་རེད་ཡོག་མ་རེད་སྐབས་དེ་དུས། རྗེས་མ། ས་བོན་གྱི་ཨ་ནི། ཚ་བོ་འབྲོང་མོ་ཆོས་རྗེ་འཕགས་པའི་སྐབས་ལ་ཨ་ནི་ཞོ་འདོན་ལོ་དུས་རྡོ་རྗེ་གདན་འདྲེན་གྱི་སྙན་ངག་མེ་ལོང་མ་ཆ་ཚང་གྱུར་པར་བ། ནག་མོ་དགོན་གྱི་སྙན་ངག་གསུམ་ས་ནག་མོ་དགོན་ཟེར་ན་ཀཱ་ལི་དཱས་སྙན་ངག་མཁས་པར་བ་ཁོང་གི་སྙན་ངག་གསུམ། ད་ངས་སྙན་ངག་གསུམ་གྱི་མཚན་དྲན་གྱི་མེད་འདུག་གང་ལྟར་བསྟན་བཅོས་གསུམ་ཡོད། བདེ་བར་གཤེགས་པའི་དཔལ་གྱིས་ཤེས། ཁོང་གི་མཁས་པ་འདི་གིས་གསུངས་བྱུང། བྱང་ཆུབ་སེམས་དཔའི་སྐྱེ་བའི་བརྡ་མེད་ཆེན་པོ་གཉིས་ལས་ཐོས། ནི། བདག་ཉིད་ཆེན་པོ་གཉིས་ཟེར་ན་སུ་ཡིན་ནས་མི་ཤེས་དང། ཕལ་ཆེར་བདག་ར་ཡིན་ཟེར་རེ་འཁྲིག་འདུག་དེ་བར་བྱེད་པོའི་དཔལ་དང། ནི། དགེ་འདུན་དཔལ། ཁོ་རྣམས་མ་གཉིས་བསྡུས་ནས་ནང་ཆོས་ཐེག་ཆེན་གྱི་སྐོར་གསན་པ་ཡིན་ཟེར་ད་དེ་ལ་སོགས་པ་མང་པོ་འདུག་ཟེར། ཕལ་ཆེར་ཟླ་བ་ཁ་ཤས་ཀྱི་གོང་ལ་ང་ཚོ་ས་བོན་གྱི་རྣམ་ཐར་གྱེས་དུས་བཟང་པོ་ཅིག། ནི། མཁན་པོ་སངས་རྒྱས་བསྟན་འཛིན་གྱིས་བརྩམས་པ་ཞིག་ང་ཚོས་སློབ་སྦྱོང་བྱས་ཡིན་པ། ད་དེའི་སྒྲིག་པ་བྱེད། ཞེས་སོགས་གསུངས། ས་དེ་དག་གི་གཞུང་ནི་ས་དེ་དག་བོད་དུ་མ་འགྱུར་བའི་ལེགས་སྦྱར་གྱི་ཡི་གེའི་སྟེང་ནས་བསླབ་དེར་དར་བར་མཛད་ནའང་དེ་དག་གི་གཞུང་གི་མྱོང་རྫོགས་བསྒྱུར་བ་ནི་མེད་དོ། ཁོང་གི་གསུང་རིག་གནས་ལ་ཡང་དམ་པའི་ཆོས་ཀྱི་ལམ་སྟོན་པ། ས་སྐྱའི་ལེགས་བཤད། གྲྭ་མཇུག། གྲྭ་ཉེ་བར་འདུས་པ། སྡེབ་སྦྱོར་མེ་ཏོག་ཆུན་པོ། ཚིག་གཏེར། རོལ་མོའི་བསྟན་བཅོས་ཤེས་རབ་འཕྲོ་བ། ཤེས་རབ་ལ་འཇུག་པ་མཁས་འཇུག། སྙན་ངག་མཁས་པའི་ཁ་རྒྱན་ཟློས་གར་རབ་དགའི་འཇུག་པ་སྐུ་གཟུགས་ཀྱི་བསྟན་བཅོས་གཟོ་ཡོད་བསྟན་བཅོས་ས་བརྟག་པ་བསྟན་རྩིས། སྨན་དཔྱད་བསྡུས་དོན་སྨྲ་སྒོའི་བསྡུས་དོན་ཡི་གེའི་སྦྱོར་བ་བྱིན་ཆུག་འགྲེལ་པ་རིག་གཏེར། སོགས་གཞན་ཡང་མདོ་སྔགས་ཀྱི་བསྟན་བཅོས་མང་པོ་བརྩམས། ད་ས་བོན་གྱི་གསུང་རྩོམ་མང་པོ་ཞེ་དྲག་ཡོད་པ་ཁ་ཤས་ཤིག་འདིར་དྲངས་ལ། རིག་གཏེར་ཟིན་ངེ་ད་ར་གུ་རི་གྷ་ས་རིགས་དྲུག་འདི་ཚད་མའི་སྐོར་རེད། བྱེད་པ་མང་ཆེ་བ་བརྡ་སྤྲོད་སྐོར་རེད་སྨྲ་སྒོའི་དུས་སྟོན་ཟེར་ན་བརྡ་སྤྲོད་སྐོར་རེད་གྲ་སྒྲིག་པའི་སྐོར་རེད་ཡི་གེ་བསྒྱུར་བ་དང་གྲ་སྒྲིག་པའི་སྐོར་རེད། ཨ་ནི་བྱེད་རྒྱུགས་འབྲེལ་བ་ཚིག་འདི་ངས་ཧ་གོ་ཧ་གོ་མ་གོ། ཅིག་བསྐྱར་ན་བརྡ་སྤྲོད་སྐོར་ཡིན་གྱི་རེད། བྱིས་པ་དག་ཡིག་གིས། ཚོར་བྱེད། ད་སྨན་བཅོས་དུས་ཟེར་ན་སྨན་སྐོར་རེད།

Chronology། ཡིག་རྒྱུགས་ཟད་པར་བསྟན་རྩིས་ཟེར། ད་ཕལ་ཆེར་སྙེ་མ་བོད་སྐད་བ་ཚང་མས་ཀྱི། སོ་སོའི་སྐུ་ཐོག་ལ་བསྟན་རྩིས་རེ་རེ་བརྩམ་གྱི་རེད། ཨང་བསྟན་རྩིས་ཁ་ཤས་སྐད་གྲགས་ཆེན་པོ་ཆགས་ཡོད་བ། མང་ཐོས་སློབ་ཕྲུག་རྒྱུད་དུ་བསྟན་རྩིས་ནི་ཞེ་དྲག་སྐད་གྲགས་ཆེན་པོ་རེད། ཨ་ནི་ཕྱིས་སུ། ང་ཚོ་ལག་པ་ལ་རག་བལྟས་བ་དེས། རྨུ་གུ་བསམ་གཏན་གྱིས་བསྟན་རྩིས་བྱས་ཡོད་ད་གང་ལྟར་ཡིག་རྒྱུགས་ལོ་རྒྱུས་ཀྱི་དཔེ་ཆ་ཡིན་པ་གང་ཞིག་ལ་དྲུང་ན་ཞིག་མ་ཡིན་པ་ལོ་རྒྱུས་རྒྱས་པོ་མེད་པ་ལོ་ཚིགས་རྐྱང་རྐྱང་ཡིན་མིན་གྱི་ལོ་རྒྱུས་སུ་ཟེར་བ་དང། ལོ་རྒྱུས་བསྟན་རྩིས་བསྟན་རྩིས་ཟིག་རེད། ཁ་ཐུག་བསྐྱུར་པ་ཡིན་ན་ད་ས་ཉིན་གྱི་ནས་ཁུར་ནོ་ལོ་གཅིག་རང་རེད། རྒྱལ་བུ་འདི་འདྲ་ཡོད་མ་རེད་རྒྱལ་བུ་ཡོད་ཆོག་གི་རེད། ད་ས་བརྟག་པ་ཟེར་དེ་ཡང་བོད་ཀྱི་རིག་གནས་ཀྱི་རིགས་གཅིག་རེད་དཔེར་ན་ས་བརྟག་པ་གནམ་བརྟག་པ་ཆུ་བརྟག་པ་ཤིང་བརྟག་པ། མེ་བརྟག་པ་དེ་འདྲའི་བསྟན་བཅོས་མང་པོ་ཡོད་རེད་གང་ལྟར་ས་ལ་དཔེ་བཞག་ཅེས་ལབ་ཏེ་སྟོན་ཡོད་འདྲ་བོ་ཆུ་ལ་དཔེ་བཞག་ནས་མདོ་སྔགས་ཀྱི་ལབ་ཏེ་སྟོན་ཡོད་འདྲ་བོ། ཆུ་ཤིང་གི་བསྟན་བཅོས་འདྲ་བོ་འོ་དེ་ཚོ་ལ་ས་བརྟག་པ་མེ་བརྟག་པ་ཆུ་བརྟག་པ་ནམ་མཁའ་བརྟག་པ། ཨོ་དེ་འདྲའི་ཨོ་དེ་འདྲའི་གི་གང་ཐད་རྩོམ་འབྲི་སྟངས་ཀྱི་མི་འདྲ་ཅི་ཟེར་ད་གཟོད་སྟོན་རྒྱུ་ཟེར་ན་ནི་ཉིན་གཅིག་སངས་རྒྱས་ཀྱི་སྐུ་གསུང་ཐུགས་རྟེན་བྱིན་དང་སྐོར་ཡིན་གྱི་རེད་བ། ཟློས་གར་བསྟན་བཅོས་ལབ་ཡོད་ན་ད་རོལ་མོ་དང་འབྲེལ་བ་གི་བྱས་རེད་སྙན་ངག་ནི་སྙན་ངག་ཅིག་མཁས་མཆོག་སེང་གེ་འདིའི་ཆེད་དུ་རྩོམ་གསུམ་གསུམ་ག་ཡིན་ཡིན་གྱི་དེབ་ཅིག་རེད་དེ། དེ་ནས་ཤེས་རབ་འཕྲོ་བ་དང་ཤེས་རབ་ལ་འཇུག་པ་སེང་གེ་འདིའི་རྒྱུད་སྨད། སྡེབ་སྦྱོར་མེ་ཏོག་ཆུན་པོ་སྲི་ངན་འདི་དག་བོད་སྐད་ནང་གི་སྡེབ་སྦྱོར་ཕལ་ཆེར་དང་པོ་ཡིན་གྱི་རེད། ཡིན་ན་ཚིག་དེར་སྲི་ངན་འདི་བོད་སྐད་ནང་ལ་ནི་བོད་མངོན་བརྗོད་དང་པོ་ཡིན་གྱི་རེད། ཞེས་པ་ཚང་མ་བྲག་བསྐོར་རེད་ཟེར་བ། ས་སྐྱའི་ལེགས་བཤད་ནི་ཚང་མས་མཁྱེན་གིར་བ། འཇིག་རྟེན་ཡ་རབས་ཀྱི་བསླབ་བྱ་རེད་ཟེར། ཟབ་ཆོས་གུ་ཡོད་རེད་གུ་བ་འདི་གཅིག་པོ་ཆོས་ཀྱི་སྐོར་རེད། དང་པོ་ནས་གྱེས་པ་བར་དུ་འཇིག་རྟེན་བསིལ་གྱིས་ལ་བཟོས་རེད། ཨ་ནི་མིས་མི་ཚེ་ག་འདྲ་ཞིག་སྐྱེལ་དགོས་རེད་མཁས་པ་ཟེར་ན་ག་འདྲ་ཞིག་ཟེར་གྱི་རེད་བླུན་པོ་ཟེར་ན་ག་འདྲ་ཞིག་ཟེར་གྱི་རེད་རྒྱལ་པོ་ཡིན་ན་ག་འདྲ་ཞིག་བྱེད་དགོས་རེད་འབངས་ཡིན་ན་ག་འདྲ་ཞིག་བྱེད་དགོས་རེད་གྲོགས་པོ་ཡིན་ན་ག་འདྲ་ཞིག་བྱེད་དགོས་རེད་བཟའ་ཚང་ག་འདྲ་ཞིག་བསྟེན་དགོས་ཀྱི་རེད་འོ་འདི་འདྲའི་སྐོར་རེད་ཟེར་བ། ཨ་ནི་ཆོས་ཀྱི་སྐོར་ལ་ད་ལྟ་མང་པོ་ཡོད་རོགས་ཐུབ་པ་གོང་གསལ་ལ་སོགས་པ་རེད་ཟེར། ད་གཞོངས་ལོ་ཙཱ་བ་རྡོ་རྗེ་རྒྱལ་མཚན་ཟེར་མཁན་དེ་སུ་རེད་ལབ་ཡོད་ན། ཨ་ནི་ས་བོན་གྱི་ཁུ། ཚ་བོ་འབྲུག་མོའི་ཆོས་རྒྱལ་འཕགས་པ་ཟིན་བྱུང་སོགས་ལ་ཕལ་ཆེར། ལོ་རྒྱུས་སྐད་ཆ་བཤད་པ་ཡིན་ན་སྲིད་དོན་ལོ་རྒྱུས་བཤད་པ་ཡིན་ན་བོད་སིལ་བུ་ཐོག་ཚ་བའི་ཆོས་སུ། ཨ་ནི་བོད་སྤྱི་ལ་དབང་བའི་གི་ཨ་ནི་དབང་བསྒྱུར་བྱེད་མཁན་གྱི་ཨ་ནི་རྒྱལ་པོ་དེ་སུ་རེད་ཟེར་ན་འབྲུག་མོའི་ཆོས་རྒྱལ་འཕགས་པ་རེད་ཟེར་བ། ཀུབ་ལའི་ཁཱན་གྱི། ཨ་ནི་འབྲོང་གི་ཆོས་རྒྱལ་འཕགས་པ་ལ་ལྟ་བའི་བླ་མ་ཡི་ཏི་དག་རྣམས་ཀྱིས་བོད་ཀྱི་ཨ་ནི་བོད་དུ་དབང་ཆ་དེ་དེ་སྤྲད་པའི་སྐད་ཆ་ཡོད་རེད་བ། འོ་ཁོང་གི་སྐབས་ལབ་ཟེར། ཨ་ནི་ལོ་ཙཱ་བ་དེ་བྱོན་པ་རེད། ས་པན་གྱིས་ཁོང་ལ་མངགས་བྱས། ཨ་ནི་བོད་དོན་ཁ་རེད། ཏོག་ཙེ་སྤ་ཙུམ་ཁྲི་ཆིང་དང་གཅིག། ཨ་ནི་སྙན་ངག་མེ་ལོང་དང་གཉིས། ཨ་ནི་དུས་འཁོར་གྱི་ཆ་བེ་ཀ་དེ་གསུམ་འགྱུར་ཡས་མངགས་འགྲོ་བ། དེ་ཡིན་ཟིན་པས་དུས་འཁོར་གྱི་ཆ་དཔེ་དེ་གཅིག། རྟོགས་བྱེད་དཔག་བསམ་དེ་བཞིན་གཅིག་ཅེས། རྙིང་མ་མེ་ལོང་རྒྱུད་གཉིས་ཅེས། ཨ་ནི། ཁོ་རང་གི་ཚ་བོ་དགེ་སློང་སྒྲུབ་ཡུལ་གསུམ་དཔེ་ཆ་འདི་གསུམ་ཡིན་ཟེར་ཡོད། དེ་དུས་སུ་པོ་པོ་ཡིན་པའི་དགེ་སློང་སྒྲུབ་ཐུག་ཡོད་མ་རེད། རྗེས་མར་དགུང་ལོ་ཉི་ཤུ་ཕེབས་པའི་སྐབས་སུ་དགེ་སློང་ནི་གྲུབ་ཚར་བ་ལྟ་འགྱུར་གྱི་ལས་ཀ་མ་རྫོགས་ཀྱི་ཞིམ་པ་ཟ་མ་ལོ་སར་ཕན་དཀའ་སྣང་ངོ་ནང་བཞིན་གྲུབ་ཚར། དེ་འདྲ་ཡིན་པ་སོང་ཙང་འགྱུར་གྱི་ལས་ཀ་དེ་ཤོང་སྟོན་ལོ་ཙཱ་བ་རྡོ་རྗེ་མཁྱེན་བརྩེ་ལ་གནང་བར་ཁོང་གིས་ཁར་གནང་བར་ཟེར་ན་ད་མེ་ལོང་མ་ཟེར་ནས་འགྱུར་བ་རེད། དེ་རུ་བཅུ་གསུམ་ནང། བལ་ཡུལ་དུ་བྱོན་ནས་པཱ་ནྟི་ད་མ་ཧེན་དར་བྷ་དྲ་ལོ་ལྔར་བསྟེན་ནས་རིག་གནས་ཆུང་བ་ལྔ་ལ་བསླབས། ཁྱད་པར་དུ་གྲྭ་རིག་པ་ལ་ཤིན་ཏུ་བྱང་བར་ཐལ་པཱ་ནྟི་ད་ལས་ཤེས་རིག་སྤྱན་དྲངས་ཏེ་སྙན་ངག་མེ་ལོང་དཔག་བསམ་འཁྲི་ཤིང། ཀླུ་ཀུན་ཏུ་དགའ་བའི་ཟློས་གར། བསྟོད་པ་བརྒྱ་པ། དུས་འཁོར་སོགས་ཞི་འགྱུར་དུ་བཅས་བསྒྱུར་བཅོས་ཀྱང་མཛད་དེ་རིག་པའི་གནས་ཤིན་ཏུ་དར་བར་མཛད། དེའི་གཅུང་པོ་གཤོང་སྟོན།

ཨ་ནི་བསྒྱུར་བཅོས་བྱས་ཚེ་གཞི་འགྱུར་སླ་བས་ན་གཞུང་ཁོ་ན་འགྱུར་བ་བྱེད། བསྒྱུར་བཅོས་སླ་བས་ན་འགྱུར་བ་གཏོང་སྲིད། ཡར་ལུང་གྲགས་པ་རྒྱལ་མཚན་གྱིས། བྱ་བ་བསྡུས་པ་ལ་སོགས་པ་བསྒྱུར་ཏོ་ཟེར་ཕྱག་དཔེ་ཚན་རེ་བྱ་བ་བསྡུས་པ། བུ་སྟོན་རིན་པོ་ཆེས་བླ་མ་ཉི་མ་རྒྱལ་མཚན། བཟང་པོའི་བལ་པོ་ལོ་བཅུ་བཞིར་བྱང་པོ་མཛོད་ས། བུ་སྟོན་ཆོས་འབྱུང་རྩོམ་པ་པོ་བ་ད་རྒྱ་ར་ཅི་མ་ཞུ་ཞེས་རེད། ཁོང་གི་ནས་གསུངས་བྱས་བུ་ལུག་གི་སེམས་ཆུ་རྒྱུས་དེ་བྱུང་པོ་ར་བུ་སྟོན་གི་ལུག་ལ་བུ་ལུག་པ་ཟེར། རྣམ་ཐར་ལོག་ཀ་ཡོད་རེད། ལས་སྐལ་ཡོད་མ་རེད་ད་ཡིན་ན་ཁོང་གི་བླ་མ་ཉི་མ་རྒྱལ་མཚན་ས་ཉི་མ་རྒྱལ་མཚན་ཟེར་ན་ཐར་ལོ་ཉི་མ་རྒྱལ་མཚན་ཡིན་ས་ཡོད། ཁྱེད་ད་མང་ཚོད་བློ་གྲོས་མང་ཚོད་བློ་གྲོས་རྒྱལ་མཚོས་གི།

ད་དེ་ཡག་པོ་ཡོད་ནི་མེད་ནི་མི་ཤེས་རོ། བོད་སྐད་དུ་ནི་དྲ་མདོ་བྱ་ཡོན་ཏེ་དེ་ཧུམ་ས་ཡག་པོ་མ་རོ། དྲ་མདོ་འདི་ལེགས་ཆ་ཁོ་ར་ན་སྦྱོང་ན་ཡག་པོ་ཡོད་རོ། ད་རེས་ཉིན་ངོ་ཚོས་དབྱིན་ཇི་སྦྱང་པའི་སྐབས་དུ་བོད་སྐད་ན་སྦྱང་ན་ཁག་པོ་དོ། This is Fox ལབ་ཡོད་ན་ཨ་མི་དེ་ལ་བྲིས་རྗེས་དོགས་འདེབས་ཁ་ཤས་བོད་ལྟ་ཡིན། This is Foxes ཅེས་ཡོད། བོད་ཡིག་དོགས་ནས་དབྱིན་ཇི་སྦྱང་དགོས་རོ། This is a cat ལ This easy a cat is ཅེས།

ད་དུ་ཅང་མེད་ན། ལས་བཟོའི་ཁོ་ར་དོམ་ཅང། ཧིན་དྷི་དོན་ཅང། རིའི་ཀུན་ཏུ་དགའ་བའི་མདོ་ལ་སོགས་པ་བཅུ་གསུམ་ཙམ། ལ། པནྡིཏ་ཨ་ནནྡ་སྤྱན་དྲངས་ཏེ་བསྒྱུར་བ་དང་གཞན་ཡང་ཞི་འགྱུར་དང། བསྒྱུར་བཅོས་ཀྱང་མང་པོ་མཛད་དུ་གསོལ། ངོ་ཚ་བདེ་བྱའོ། ད་དེ་རིང་ང་ཚོ་གར་བྱུང་གི་སླབས་ཡིན་ན། ཨ་ནི། ཆ་བ་ཆོས་ཀྱི་སེང་གེའི་ངོ་སྤྲོད་བྱུང། ཨ་ནི་བྱང་ཟུར་རྣམ་གཉིས་ངོ་སྤྲོད་བྱུང། ས་སྐྱ་པ་འདི་དག་ངོ་སྤྲོད་བྱུང། གཤོང་ལོ་ཙཱ་བ་རྡོ་རྗེ་རྒྱལ་མཚན་ངོ་སྤྲོད་བྱུང། ཕོ་གསར་མི་སྣ་གལ་ཆེན་པོ་ཁ་ཤས་ཤིག་ངོ་སྤྲོད་བྱུང་སོང་བ། འདི་བྲིས་པ་ཅི། ད་ལྟ་སྐར་མ་བཅུ་སུ་ཡོད་རེད་རྒྱང་དུ་བྲིས་པ་ཡོད་ན་གསུངས་དང། ཁ་ཤས་ཤིག་རྙེད་འདུག་ཟླ་བ་རྗེས་རྙེད་ལབ་པ་དེ་མ་གོ་བ་བཅས་ཡང་ལྡོག་ཕྱོགས་གོ་ངེས་དེ་འདྲའི་མང་པོ་ཡོང་གི་རེད། གསལ་པོ་མ་ཆགས་པ་ཡིན་ནའི་ཨའོ་ཟེར་བ། ལྡོག་ཕྱོགས་གོ་ན་ཡང་ཉེན་ཁར་བ།